ནཱ་པ་ལེ་རྒྱལ་ཁམས་སམ། ད་ང་ཚོ་ཕྱི་འབལ་གྱི་ནད་གཞིའི་རིགས་མང་པོ་ཅིག། ནམ་རྒྱུན་མ་བདེ་བ་གང་ཡང་ཡོད་མ་རེད། ནམ་རྒྱུན་སྣང་བ་གང་ཡང་ཡོད་མ་རེད། ད་དེ་རིང་གློ་བུར་དུ་སྐྱག་ལ་ཅིག་མ་ཏེའུ་རུ་ཅུང་ཟད་བྱས་ཅིག་སྨན་ཁང་འགྲོ་ཞིག་སྟེ་འགག་འགྲོ་ཡོང་དུས། ཨ་ནི་ད་ཕྱི་དྲགས་ཤག་ནད་གཞི་རྩ་དྲག་པོ་རེད་ཤག་ནད་གཞི་སྡུག་པ་ཅན་ཆགས་ཤག་ཟེར་ཏེ་ཧ་ཅང་གི་མང་པོ་ཡོང་བསྡད་ཀྱི་འདུག་ག། དེ་གིས་ག་རེ་བྱས་ཆོག་གོ་ར་བས་ཟེར་ན་གཅིག་ནས་ང་ཚོ་ལ་ནམ་རྒྱུན་བདེ་ཐང་བརྟག་དཔྱད་བྱེད་ཡག་གི་གོམས་གཤིས་མེད་པ། ང་ཚོ་ནམ་རྒྱུན་ན་ན་མ་གཏོགས་སྨན་ཁང་ལ་འགྲོ་ཡག་གི་གོམས་གཤིས་མེད་པའོ་དེ་གའི་རྐྱེན་བྱས་གོ་རེ། ང་ཚོ་སྤྱི་བཏང་གི་འཕྲུལ་འཁོར་འདྲ་བོ་དུ་ཚོ་སོ་སོའི་གི་ནམ་རྒྱུན་བོད་ཆོས་བཏང་ཡག་གི་འཕྲུལ་འཁོར་དུ་ཚོ་ལོ་གཅིག་ལ་བརྟག་དཔྱད་ཐང་མ་གཉིས་ཚེ་བྱེད་གོ་འདུག་གས་ཨ་ནི་དུ་ཚོའི་ནང་ལ་སྣུམ་བྱེད་གོ་འདུག་གས་ག་རེ་བྱེད་གོ་འདུག་གས་དུ་ཚོ་བས་དེ་དུས་ཚོད་བཏགས་བཏགས་ལ་བྱེད་གི་རེད་བ་ད་ཡིན་ན་ང་ཚོའི་གི་གཟུགས་པོ་དེ་ལ་ཅི་ཡང་རྣ་བ་གཏང་གི་མ་རེད་བ་དེ་གའི་གི་རྐྱེན་གོ་ག་རེ་གཅིག་དེ་གི། གཉིས་དེ་གིས་ག་རེ་ཟེར་ན་ཁྱིམ་པ་དེ་གི་དོན་ལྔ་སྣོད་དྲུག་གཞན་པའི་དང་མི་འདྲ་བ་ཚོར་བ་སྐྱེན་པོ་ཡོད་མ་རེད། བཟོད་བསྲན་ཧ་ཅང་གི་ཆེན་པོ་རེད། ང་ཚོ་སྙིང་འདྲ་པོ་གཅིག་ན་སྙིང་རྩ་ཆུང་ཆུང་གཅིག་དགའ་བ་ཡིན་སོང་ན་ལམ་ཟུར་མ་བདེ་བ་བྱས་ཡོང་ན་ན་ཟུག་བཏང་ཡོང་དེ་འདྲ་བྱེད་ཀྱི་རེད། གློ་བ་ལ་ཡིན་པ་ཡིན་སོང་ན་ཆུང་ཆུང་ཅུ་སྐྱོན་བྱས་པ་ཡིན་སོང་ན་གློ་བརྒྱབ་ཡོང་མ་བདེ་བ་བྱེད་ཀྱི་རེད། ཕོ་བ་འདྲ་པོ་སྦྱིན་པ་ཡིན་སོང་ན་ཕོ་ཡ་གི་ཙི་ག་ཙམ་ཅུ་བཤུས་པ་ཡིན་སོང་ན་ཚབ་ཤ་བརྒྱབ་ཡོང་ན་ཟུག་བཏང་དགོས་རེད། ཡིན་ན་ཡང་ཕྱིན་པ་ལ་ནད་གཞི་སྡུག་ཅག་ག་ལ་གང་འཚམ་མ་སླེབས་བར་དུ་མི་བཟོད་པའི་སྡུག་བསྔལ་ཡོད་མ་རེད། མི་བཟོད་པའི་ན་ཟུག་བཏང་ཡོང་གི་མ་རེད། ཨ་ནེ་ཡིན་ན་ཡང་ག་རེ་ཟེར་ན་ཕྱི་འབལ་གྱི་སྤྱི་བོ་རྩ་བ་ནས་ང་ཚོ་ལ་བརྡ་མ་བཏང་བ་རེད་པས་ཟེར་ན་མ་རེད་སྔོན་བརྡ་བཏང་ཡོང་གི་རེད་སྔོན་བརྡ་དེ་ལ་ང་ཚོ་དོ་སྣང་མ་བྱུང་ཨ་ནེ་ཁོལ་གྱི་ན་ཟུག་རྩ་དྲག་པོ་མ་བཏང་ཡིན་ན་སྔོན་བརྡ་ཅུང་ཟད་ཅུང་ཟད་བཏང་རྒྱུ་དེ་ལ་ང་ཚོ་དོ་གལ་མ་བྱས་བྱས་འོ་དེ་གི་འདྲའི་ཅིག་གི་པ་ར་ནས་ཨ་ནེ་ང་ཚོ་ཕྱི་འབལ་གྱི་ནད་གཞི་དེ་གི་སྡུག་པོ་ཆགས་འགྲོ་གི་བ་རེད། ད་ནི་ཕྱི་འབལ་གྱི་སྔོན་བརྡ་ག་འདྲའི་བཏང་དགོས་རེད་ཟེར་ན་ང་ཚོ་ཐོག་མ་དེ་གི་ལུས་ཉོབ་ལྡང་བྱས་ཡོང། གཟུགས་པོ་སྒྱིད་ལ་ངན་པོ་བྱས་ཡོང། ཨ་ནི་ང་ཚོ་དཔེ་དེབ་རྣམས་བརྒྱུད་ནས་ལས་ཀ་བྱེད་སྙིང་མ་འཕྲོག་ཆེད་ལས་ཀ་ཅུང་ཟད་བྱས་པ་ཡིན་སོང་ལམ་སང་དཀའ་ལས་ཁག་ཡོང་པ་སྟེ་ཉལ་ཉལ་བ་སྟེ་ཉིན་གྲོ་ཡས་སོར་འོ་དེ་འདྲས་བྱེད་ཀྱི་འདུག་གསུངས་ན་ངེས་པར་དུ་ཕྱིན་པ་ལ་སྐྱོན་འདོགས་མི་འདོགས་ངེས་པར་དུ་བརྟག་དཔྱད་གནང་དགོས་སྐོར་གཅིག་དེ་གི། གཉིས་དེ་གི་ང་ཚོའི་གི་གདོང་དཔལ་གི་གདོང་མདོག་དང་ཚོ་གདོང་དཔལ་གི་བཀྲག་མདངས་དང་ཚོ་མཉམ། གདོང་དཔལ་གི་དམར་མདངས་དང་ཚོ་མཉམ། ཨ་ནི་གདོང་པ་ཐལ་ལ་བྱུག་བྱུག་དེ་འདྲ་བྱ་གདོང་པ་ནི་ཐལ་མདོག་དེ་འདྲ་ཐོན་ཡོང་ཨ་ནི་ཡང་སྐབས་རེར་གདོང་པ་སེར་པོ་ཆགས་ཡོང་འོ་དེ་འདྲས་བྱེད་ཀྱི་འདུག་གསུངས་ན་ངེས་པར་དུ་ཕྱིན་པ་ལ་སྐྱོན་འདོགས་མི་འདོགས་བརྟག་དགོས་རེད་ལྷག་པར་དུ་གདོང་པ་སེར་པོ་ཤུགས་ཆེན་པོ་ཆགས་འོང་དུ་གསུངས་ཨ་ནི་ཕྱིན་པས་གི་ནང་ལ་ཨ་ནེ་ནད་གཞི་ག་ལ་གང་འཚམས་ཡོད་པའི་རྟགས་གཏན་གོ་རེད། དེ་རེད། ད་དེ་ནས་གསུམ་པ་དེ་ག་རེད་ཟེར་ན། ཕོ་བ་དང་རྒྱུ་མ་སོགས་ལ་ནད་གཞི་དམིགས་བསལ་མེད་པ་ལ་ཨ་ནེ་ཟས་ལ་ཐང་ཀ་མེད་པ། ཁ་ལག་དྲོ་བ་ཅིག་ཟས་པ་ཡིན་སོགས་ནས་བྲོ་བ་མེད་པ་ཁ་བསྔལ་བ་ཟེར་གི་རེད་བོད་སྨན་ནས་ཁ་བསྔལ་བྱས་ཟེར་ལ་བྲོ་བ་མི་རྙེད་པ། རེད་བ། ཨ་ནེ་ཁ་ལག་ཟས་ཚ་བ་ཡིན་སོགས་ན་ཕོ་བ་འབོད་བྱས་བསྡད་ཡོང་ཕོ་བ་རྒྱང་བྱས་བསྡད་ཡོང་ནམ་རྒྱུན་ནས་ཕོ་སྟོད་དང་ཕོ་བའི་གཡས་ངོས་དོན་དུ་ཡར་རྒྱང་བྱས་འབོད་བྱས་བསྡད་ཡོང་ཨ་ནེ་ང་ཚོ་བཙོག་པ་ཐུ་ཚོ་ཡས་ཨ་ནེ་སྐམ་པོ་མ་བྱས་བྱས་ཅི་ཡང་ཟེར་ཡང་ཟེར་བཙོག་པ་བཤལ་ཡས་ཀྱི་རྣམ་པ་དེ་འདྲ་བྱས་ཡོང་འོ་དེ་འདྲས་ཡོད་པ་ཡིན་གང་ཞིག་ལ་ཕོ་རྒྱུད་ལ་དམིགས་བསལ་གྱི་སྐྱོན་མེད་པ་ཡིན་སོང་ན་བྱིས་པ་ལ་སྐྱོན་དུ་མི་འགྲོ་བལྟ་དགོས་རེད་ངེས་པར་དུ་བྱིས་པའི་གི་རྒྱན་ཞེས་བྱས་འདི་འདྲ་བྱས་འདི་འདྲ་ཡོང་དེ་གོ་བ་རེད་དེ་གི་གསུམ་པ་དེ་རེད། བཞི་པ་དེ་གི་ང་ཚོ་སོ་བཀྲུ་ཡོང་དུས་ཟ་བ་སོ་དྲག་ཐོན་ཡོང་བས་ཞོགས་པ་སོ་བཀྲུ་ཡོང་དུས་སོ་དྲག་ཐོན་ཡོང་བས་སྣ་དྲག་ཡང་སེ་ཡང་སེ་རྒྱག་གི་དེ་འདྲ་ཡིན་པ་ཡིན་སོང་ན་ཨ་ནི་བྱིས་པ་ལ་བལྟ་དགོས་རེད་གོ་ག་རེ་ཟེར་ན་ང་ཚོ་ཁྲག་གི་གྲུབ་ཆ་དེ་གི་ཡག་པོ་ཡོད་མེད་དེ་གི་བྱིས་པ་ལ་རག་ལས་དེར་ངས་ཁ་སང་ཤེས་ཡོན་པ་བྱིས་པ་དེ་གི་ཁྲག་གི་བཟོ་གྲྭ་འདྲ་པོ་བྱ་འགྲོ་གི་ལྷག་པར་དུ་ཁྲག་གི་ནང་བ་ནས་ཁྲག་རྩི།

ཡང་འདུག་ཟེར་བ་གནས་འདྲེས་སུ་འདུག་ཡག་ཡང་ཚུར་ནུབ་བཏང་ཡོང་དུས་ཟེར་བ་དམ་སང་ཚུར་ཁྲག་ཐུག་ཚུར་སྐྱོན་ཆ་དམར་ཐིག་དེ་འདྲ་ཆགས་མགོ་བོ་འདི་འདྲ་ཡོད་པ་ཡིན་བཟོ་ན་ང་ཚོ་གཟུགས་པོའི་སྒང་དེ་འདྲའི་དོན་དགོས་ན་ཁོ་ཁྱིམ་པ་ལ་སྐྱོན་ཡོད་པའི་རྟགས་མངོན་གསལ་དོད་པོ་བསྟན་དགོས་བ་རེད་བྱས་ཙང་དུས་ཚོད་གསར་བ་ངེས་པར་དུ་ཁྱིམ་པ་ལ་བརྟག་བྱས་ན་ཨ་ནི་ཁྱིམ་པ་ལ་ཁ་ར་གཏོར་མེད་མདོག་འདོག་འདོག་གི་བརྟག་དཔྱད་གནང་དགོས་ཡ་དང་སྨན་པ་བསྟེན་དགོས་ཡ་དུས་ཚོད་ལ་ཧུར་ཐག་བྱེད་དགོས་དགོས་བ་རེད་དེ་རེད་ད་དེ་ནས་ག་རེ་ཡོད་རེད་ཟེར་ན་ང་ཚོ་ལག་པད་ཀྱི་སྒང་ལ་མཆིན་པད་ཀྱི་ལག་པ་ཟེར་གི་རེད་དཀར་འདྲ་ངང་ཟེར་གི་འདུག་བ་དེ་འདྲ་བྱེད་ལུགས་སུ་རེད་ཀི་ཨ་ནི་ང་ཚོ།

ཨ་འདུག་ཆུ་གྲི་སོགས་དཀར་པོ་ཅན་འདུག་ཆུ་གྲི་སོགས་ལམ་སང་དམར་པོ་ཡང་ཁྲག་རྐྱང་ཡོང་ཡ་འོ་དེ་འདྲ་ཡིན་པ་ཡིན་སོང་ན་གོ་གཅིན་པ་ལ་སྐྱོན་ཡོད་པའི་རྟགས་བསྟན་དགོས་བ་རེད་དེ་ཚོ་རེད་ད་དེ་ནས་དྲུག་པ་དེ་ག་རེད་ཟེར་ན་ང་ཚོ་གཅིན་པ་བཏང་བ་དེ་གཅིན་པ་ལ་དྲི་ངད་ཆེན་པོ་གཅིན་པ་དམར་སེར་དེ་འདྲ་སྐབས་རེ་སེམས་པ་ཨ་ནི་བ་དེ་དུས་འགོས་སོར་དེ་འདྲ་ནག་པོ་དེ་འདྲ་ཤུགས་ཆེན་པོ་དེ་འདྲ་ཐོན་ཡོང་ཡ་ཡོང་དེ་ག་བར་བ་ཨ་ནི་ནམ་རྒྱུན་ནས་གཅིན་པ་དེ་གི་དམར་སེར་རྐྱང་བྱས་དེ་གོ་ཡོང་ཡ་དེ་འདྲ་འོ་དེ་འདྲ་གི་སྣང་ཚུལ་དེ་འདྲ་ཡོད་པ་ཡིན་སོང་ན་གཅིན་པ་ལ་ནད་གསོ་ཡོད་པའི་རྟགས་རེད་བྱས་ཙང་དེ་འདྲ་ངས་གོང་དུ་ཞུས་བས་ཀི་དྲུག་པོ་དེ་ལ་ངེས་པར་དུ་ཡིད་གཟབ་གནང་བྱེད་དོན་ཚོ་དྲུག་གི་སྣང་ཚུལ་དོན་ཚོ་ནམ་རྒྱུན་སོ་སོ་གི་འཚོ་བའི་སྟེང་ལ་དེ་འདྲའི་དོགས་མི་དོགས་བརྟག་དཔྱད་གནང་གིན་གནང་གིན་གནང་གིན་བྱས་དེ་འདྲ་ཡོད་པ་ཡིན་གསུངས་ན་ཨ་ནི་ངེས་པར་དུ་བྱིན་པ་ལ་སྐྱོན་ཡོད་བས་ཀྱི་བརྡ་བསྟན་དགོས་བ་རེད་བྱིན་བས་ཀྱི་བརྡ་བཏང་དགོས་བ་རེད་དེ་དུས་ཡིད་གཟབ་གནང་དགོས་རེད་བརྡ་ཆུང་ཆུང་བཏང་དུས་བསམ་པ་དགོས་ནད་གཞི་ཆུང་ཆུང་ཡོད་བའི་བརྡ་རེད་ཨ་ནི་དེ་ནས་བར་འགྱངས་བྱས་བཞག་པ་ཡིན་གསུངས་ན་ཨ་ནི་བརྡ་ཆེན་པོ་བཏང་ཡོང་གི་རེད་ཨ་ནི་བྱིན་པ་ལ་ཁོ་ནད་ཟུག་ཆེན་པོ་བཟོ་ཐུབ་དགོས་རེད་བྱིན་པ་དེ་གིས་ང་ཚོ་སྙིང་ནང་དག་དང་དོན་ཚོ་ནང་དག་ལམ་སང་གསར་རྟོགས་ལ་ཧ་གོ་ཡ་ཅིག་མ་རེད་དེ་ཚང་དོན་ཚོའི་ཐོག་ལ་ཡིད་གཟབ་གནང་དགོས་རེད་ཅེས་ནས་ཞུ་ཡ་དེ་གིས་ཡིན།